དོན་ཆེན་པོ་དང་རྙེད་དཀའ་བ་ཡིན་པ་ཇི་མ་ཤེས་པ་ཡིན་ན་འདིའི་ཐོག་ནས་དོན་གྲུབ་ཡག་གི་འདོན་པ་ཤུགས་ཆེན་པོ་བྱེད་མི་བྱེད་བ་ཡིན་ཙང་ངས་ནི་ཡག་དང་འགྱུར་དོན་ཆེ་རྙེད་དཀའ་དེ་ཤེས་དགོས་བ་རེད་དེའི་ཐོག་ལ་ཡག་བསམ་བློ་གཏང་དགོས་བ་རེད་དེ་འདྲ་ཡིན་ཙང། ཟླ་བ་བརྒྱད་ག་རེ་རེད་འགྱུར་བ་བཅུ་ག་རེ་རེད་དེ་ག་འདྲ་སི་ཚང་དུ་སྡོད་ཅིང་བདག་འགྱུར་ངོས་བཟུང་བ་འདི་བྱེད་ད་བདག་འགྱུར་ངོས་བཟུང་བའི་རྗེས་ལ་ཡ་འདི་ཇི་ཙམ་གྱི་དོན་ཆེན་པོ་ཡིན་པ་གནས་སྐབས་མཐར་ཐུག་གི་དོན་ཐམས་ཅད་འགྲུབ་པ་ལ་ཡ་ཇི་ཙམ་གྱི་དོན་ཆེན་པོ་ཡིན་པ་དེའི་སྐོར་ལ་བསམ་བློ་དང་ནི་དེའི་རྗེས་ལ་ཡ་དོན་ཆེན་པོ་ཡིན་པ་ཙམ་དུ་མ་ཟད་པས་ད་རེས་ཅིག་བྱེད་མ་ཐུབ་པ་ཡིན་ན་ཡང་ནས་ཡང་དུ་བགྱི་བ་འདི་རག་ཡ་ལ།

འཇིག་རྟེན་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་དང། འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་བར་འགྲོ་བ་ཉིད་ཀྱི་བདེ་སྡུག་བསམ་པར་བྱས་ནས། ད་རྩ་བའི་ས་བཅད་དུ་ཟིན་མ་འཕེལ་གྱི་ཡོད་རེད། ད་འཇིག་རྟེན་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་ཟེར་ཡ་དེ་འཆི་བ་མི་རྟག་པ་དགོངས་ཚུལ་དེ་རེད། ད་འགྱུར་དོན་ཆེན་པོ་དང་རྙེད་དཀའ་བ་ཡིན་པ་ཅིག་ཤེས་པ་ཡིན་ན་ཡང། དེ། མི་རྟག་པ་ཡིན་པ་དང། འཆི་བ་ངེས་པར་དུ་ཡོང་གི་ཡོད་པ་དང། དེ་ཡང་ནམ་ཡོང་ན་ཆ་མེད་པ་ཡིན་ཙང། དོན་ཆེན་པོ་གཅིག་བསྒྲུབ་ཡ་དེ་བླང་ཡ་དེ། སངས་རྒྱ་གནང་བྱ་གི་ངང་ལ་མ་འདས་པ་བྱས་ནས་ད་ལྟ་ལམ་སང་ལག་ལེན་བསྟར་དགོས་ཡ་དང་ད་ལག་ལེན་བསྟར་ཚུལ་དེ། སྤྱི་བ་ཕྱི་མའི་དོན་བསྒྲུབ་དགོས་ཡོད་ན་སྤྱི་བ་ཕྱི་མའི་ལྟར་འགྲོ་ས་རེད་བ་ག་རེ་ཡོད་རེད་འདུག་ཟེར་ནས་བསམ་བློ་བཏང་ཡ་དེ་མ་འབངས་རེད་བ། འབྲེལ་བ་རེད་བ་ཆགས་སྡང་འདུག་ཟེར་ཆགས་གོ་རེད་བ། ད་ལྟ་འགྱུར་ཚང་བའི་མི་ལུས་དེ་མི་རྟག་པ་རེད། བྱས་ཙང་མི་རྟག་པའི་ངང་ཚུལ་དེ་གསལ་བོ་བྱས་ནས་ཤེས་དགོས་ཡོད་རེད། ད་ལྟ་ང་རང་ཚོའི་བསམ་བློའི་ནང་ལ་སྟངས་འཛིན་གྱི་བློ་དེ་ཤུགས་ཆེན་པོ་ཡོད་པ་ཡིན་ཙང་ག་དུས་ཡིན་ནའི། ཤེས་ཀྱི་རེད་བསམ་པའི་མི་རྟག་པ་ཡིན་པའི་འདུ་ཤེས་དང་དེ་ལ་བརྟེན་ནས་འཕྲལ་མ་མྱུར་དུ་ཆོས་དྲུག་དགོས་ཡག་དང་ལྟ་བའི་སྟེང་ལ་སྙིང་བོ་ལེན་དགོས་ཡག་གི་བློ་དེ་ཛག་དྲག་གི་རྣམ་པར་མེད་པ་ཅིག་ཆགས་བསྡད་ཀྱི་ཡོད་དེ་སྟངས་འཛིན་གྱི་དབང་དུ་བྱས་པ་རེད། དེ་འདྲ་ཡིན་ཙང་སྟངས་འཛིན་དེ་ལྡོག་ནས་མེ་ཐག་པ་དང་ནམ་ཕྱེད་ངེས་མེད་དེ་བློ་ལ་ཡག་པོ་ཅིག་ངེས་སོང་ཡིན་ན། དོན་དག་ག་རེ་བྱིན་པ་ཡིན་ནས་བཟང་ཆ་སྣང་ཆ་ངང་ལ་མ་བསླེབས་པ་བྱས་ནས།

ང་ཚོའི་བསམ་བློའི་ནང་ལ་སྟངས་འཛིན་གྱི་གླུ་དེ་འདོགས་པའི་ཆེད་དུ་ཚེ་འདིའི་སྔ་ཕྱི་མ་བསྡུས་པར་ག་དུས་ཡིན་ནས་ད་མ་ཤི་ཡ་ཡིན་པ་དེ་གླུ་ལ་ངེས་པོ་ཅི་དང་དེའི་དབང་གིས་རྒྱུད་འཁོན་ངེས་བཞིན་པ་ཅི་ཡོང་དགོས་ཡ་དེ་གལ་ཆེན་པོ་རེད། བྱས་ཙང་ལྕི་བ་ལན་ཕྱིན་རྗེས་ལི་ཡ་མ་ཤི་བ་ཅི་སུ་ཡང་མེད་པ་རེད། བསྐལ་པ་ཐོག་མ་མེད་པ་ནས་དང་འདས་བར་དུ་འཇིག་རྟེན་འདི་རྣམས་ལྕི་བ་ལས་ངན་དང་གྲང་ནས་འདས་པར་བྱུང་བ་རེད་དེ་དུས་ཚོད་ནང་ནས་འདི་མ་ཤི་བ་རེད་ཟེར་ཡ་ཅི་ཅིའི་གཏན་ཡ་ཡོད་མ་རེད་པ། ད་སངས་རྒྱས་ཀྱི་གོ་འཕང་ཐོབ་ནས་མི་ཤི་དུས་ཀྱི་སྐུ་ཉིད་པ་ཚོའི་གནས་ཚུལ་ལོག་ཀ་རེད་མ་ཐོབ་པས་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྗེས་ལ་ཡང་མཆོག་གི་སྤྲུལ་སྐུ་མཛད་པ་བསྟན་ནས་མི་ཡི་རྣམ་པ་ཅན་དུ་ཕན་ངེས་དེ་ཚོས་སྐུ་ཚེ་ཐ་མ་དེ་ངེས་པར་དུ་མྱ་ངན་ལས་འདས་པའི་མཛད་པ་བསྟན་དགོས་འདུག་ཨང། སངས་རྒྱས་པའི་གང་ཟག་ཡིན་པ་ཡིན་ན་ཡང་མི་ཡི་ལུས་རྟེན་བཞེས་པའི་སྐབས་ལ་མཛད་པ་བཅུ་གཉིས་ཀྱི་མཐའ་མ་དེ་མྱ་ངན་འདས་པའི་མཛད་པ་དེ་བསྟན་དགོས་ཡ་འདུག་ཟེར་བསྡད་ཡོད་རེད། འོ་དེ་འདྲ་ཡིན་ཙང་ང་རང་ཚོའི་ཤེས་ཡག་གི་བསམ་བློ་མེད་པ་དེས་ཕྱི་བཤོལ་ཡོང་ཡག་གི་རྒྱུ་གཙོ་བོ་གཅིག་ཡིན་ཙང་ངེས་པར་འཆི་བ་བསམ་པ་ཟེར་ཡ་དེ་གལ་ཆེན་པོ་རེད།

ཤི་གི་རེད་མགྱོགས་པོ་ཤི་གི་རེད་བསམ་པའི་བློ་དེ་བསམ་བླང་ལ་ཅིས་མ་འཇུས་པ་བྱས་ནས་འདོད་ཚུལ་ཡོན་བདག་ཁ་བོ་ཁོང་ལུང་ཡོན་བདག་ཁ་བོ་པས་ཤི་ཡ་ཟེར་ཡ་དེ་རྒྱུན་རིང་པོ་བྱིན་པའི་བསམ་ཚུལ་རབ་བྱེད་དུ་སེམས་ཆགས་བསྡད་ཀྱི་ཡོད་རེད། རྗེ་རིན་པོ་ཆེས་གསུངས་པ་དེ་དངོས་གནས་རང་རེད། ནམ་ཞིག་ན་འཆི་ཡོང་བསམ་པ་ཅིག་ཀུན་ལས་ཡོད་རེད། ད་ང་ཚོ་ཚང་མ་ལོ་ཤི་གི་མ་རེད་བསམ་པ་ཅིག་སེམས་ལ་དྲན་གྱི་ཡོད་མ་རེད་པ། ཡིན་ནའི་ད་ལྟ་ཤི་གི་མ་རེད་གནས་སྐབས་ཤི་གི་མ་རེད། ནད་པ་ཆེ་ཁ་མ་དེ་ཚོ་དགེ། དེ་རིང་ཞིག་གི་མ་རེད་སང་ཉིན་ཞིག་གི་མ་རེད་བསམ་པ་རེད་འདི་འདྲའི་གི་སྟངས་འཛིན་གི་བློ་དེ་མུ་མཐུད་ནས་ཡོང་བསྡད་ཡོང་གི་ཡོད་པ་ཡིན་ཙང། བྱས་ཙང་ངེས་པར་འཆི་བ་དང་ནམ་འཆི་ངེས་མེད་གཉིས་པོ་དེ་བསམ་དགོས་ཡ་དེ་གལ་ཆེན་པོ་རེད། ད་དེ་ལ་ཡ་གསར་བརྗེའི་ནང་བཞིན་བྱས་ནས་མ་ཕྱིན་པ་ཡིན་ན།

མ་བསམ་པ་ཡིན་ན་སང་ཉིན་དང་འཇིག་རྟེན་ཕྱི་མ་གཉིས་པོ་དེ་སྔས་ལ་ག་རེ་སླེབས་ཀྱི་ཡོད་པ་ཧ་མ་གོ་བ་ཡིན་པ་དེ་གསལ་བོ་ཅིག་མ་ཤེས་པ་ཡིན་ན། ད་ལྟ་ཞིག་མ་རེད་ད་ལྟ་ཞིག་མ་རེད་བསམ་པའི་སྟངས་འཛིན་གྱི་བློ་དེས་ང་རང་ཚོའི་ཆོས་སྒྲུབ་པ་ལ་བར་ཆད་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་ནམ་ཕྱེད་ལ་ངེས་པ་མེད་པ་དེ་ད་རྒྱུ་མཚན་མང་པོའི་ཐོག་ནས་བསམ་བློ་བཏང་ཡ་ཡོད་རེད།

འཚོ་བ་ཡག་པོ་ཡོང་པའི་ཆེད་དུ་ཁམས་པའི་ནམ་ཟླའི་ཡར་ལ་སོ་བ་ཙི་ཙུ་གང་ག་ལོ་དངོས་གནས་བྱས་ན་འཚོ་བའི་མཐུན་རྐྱེན་མ་ཤི་ཡར་གྱི་མཐུན་རྐྱེན་རབ་སྦྱིན་གུ་རུ་བ་ཡིན་ནས་ཁ་ལག་ས་ཐང་མ་འདྲིས་པའི་ཞིང་ནས་ན་ས་ཡོང་རྗེས་ཤི་འགྲོ་ཡག་དང་ས་ཡོང་བརྒྱབ་ནས་ཁམས་པ་འདེགས་རྗེས་ཤི་འགྲོ་ཡག་དང་ལང་ཀར་འགྲོ་དུས་གར་ལ་འཁོར་ལོ་ལ་སོ་བ་དེ་འདྲའི་ཅི་འདབ་ཆགས་བྱུང་ནས་ཤི་འགྲོ་ཡག་དང་སྨན་སྨན་ལོག་ཐེག་ནས་ཤི་འགྲོ་ཡག་ལ་སོ་བ་ད་ཅི་དང། ཤི་བའི་རྐྱེན་མང་པོ་བྱེད་སུན་པའི་རྐྱེན་ཉུང་ཉུང་བྱེད། ཨ་ནི་ང་རང་ཚོའི་ལུས་འདི་ཧ་ཅང་གི་ཉང་ཆུང་ཆུང་བྱེད། ཕྲན་བུ་གཅིག་བྱེད་སྟངས་མ་འགྲིག་པ་དེ་འདྲ་གཅིག་གི་ཐོག་ནས། ལྷག་པར་དུ་ད་ད་རི་སང་ཉིན། འཇིག་རྟེན་སྤྱི་ཡོངས་ལ་ཡ་ནད་ཡམས་ཞི་བོ་བྱུང་དགོས་རེད་བ། ད་ནད་ཡམས་དེ་ལྟ་བུ་ལ་མཚོན་པ་ཡིན་ནས། ད་སུ་དང་སུ་ལ་ནད་ཡམས་དེ་ཕོག་གི་ཡོད་བ་དང་ག་ཚོད་གཟབ་གཟབ་བྱས་པ་ཡིན་ནས་སུ་དང་སུ་ལ་ནད་ཡམས་དེ་ཕོག་གི་ཡོད་བ་དང་སུ་དང་སུ་གློ་བུར་གཅིག་ལ་ནད་ཡམས་དེའི་དབང་གིས་ཤི་གི་ཡོད་བ།

སྐུལ་མ་ཐེབས་ཀྱི་ཡོད་རེད། ད་ཤི་བའི་སྐབས་ལ་རང་དང་མཉམ་དུ་འགྲོ་མཁན་དེ་ག་རེ་རེད་ཅེ་ན། སོ་སོའི་མ་ཤི་བའི་སྐབས་ལ་བསགས་བཞག་པའི་ལས་དགེ་བ་དང་ལས་མི་དགེ་བ་དེ་གཉིས་པོ་དེ་མ་གཏོགས་གཞན་པ་གང་གིས་ཕན་ཐོགས་ཁེལ་ཡོད་མ་རེད། ལས་མི་དགེ་བ་གིས་ནི་གནོད་བྱེད་ཀྱི་རེད། ཕྱི་མ་ངན་སོང་ལ་སོགས་པ་དེ་རྣམས་ལ་ལྕི་ཡ་དང་སྡུག་བསྔལ་མ་མཐའ་མེད་པ་འབྱུང་ཡ་དེ་ལས་མི་དགེ་བའི་དབང་གིས་བྱེད་ཀྱི་ཡོད་རེད། ད་ལས་དགེ་བ་ཡག་པོ་ཅིག་བསགས་ཡོད་ན་དེའི་དབང་གིས་སྔོན་དུ་ལྷ་དང་མིའི་ལུས་རྟེན་ལ་སོགས་པ་འདི་འདྲ་ཐོབ་ཡག་ལ་ད་ཕན་ཐོགས་ཡོད་བ་རེད། དེ་འདྲ་ཡིན་ཙང་ད་ཤི་བའི་སྐབས་ལ་ཡང་ལོངས་སྤྱོད་ཀྱི་ཕན་ཐོགས་ཡོད་བ་མ་རེད། གཉིས། ཉེན་ཀོར་གྱི་ཕན་ཐོགས་ཡོད་བ་མ་རེད། སྟོབས་འབྱོར་མངའ་ཐང་གི་ཕན་ཐོགས་ཡོད་བ་མ་རེད་དབང་ཆ་གི་ཕན་ཐོགས་ཡོད་བ་མ་རེད། མང་ཚོགས་དགའ་པོ་ཡོད་པ་གི་ཕན་ཐོགས་ཡོད་བ་མ་རེད། འཇིག་རྟེན་འདིའི་ཚེ་འདི་ཕུན་སུམ་ཚོགས་པ་ག་འདྲས་བརྗོད་པ་ཡིན་ནས་གང་ག་བཞག་ནས་འགྲོ་ཡ་རེད། དེ་འདྲས་ཡིན་ཙང་ད་སྐྱེ་བ་ཕྱི་མ་ལ་སྙོམས་འདོགས་ཁེ་ཡག་ཡོད་པ་དེ། ཆོས་དང་དགེ་བའི་བྱ་བ་དགེ་བའི་བྱ་བ་ཁ་ཅིག་བསྒྲུབས་ཡོད་པ་ཡིན་ན་འོ་ད་དེ་དང་ཕྱི་མར་འགྲོ་ཡ་རེད། ད་ག་ན་བཞིན་མི་དགེ་བའི་བྱ་བ་ཅིག་བསགས་ཡོད་པ་ཡིན་ནས་དེའི་སྐྱེ་བ་ཕྱི་འབྲི་བོ་རེ་ངེས་པར་དུ་ཡོང་ཡ་གི་གནས་སྟངས་ཅིག་ཆགས་བསྡད་ཡོད་དུས་སྐབས་ལ། ད་གང་ལྟར་ཤི་བའི་གྲ་སྒྲིག་ར་བ་དེ་ལ་ཡ། ཆུ། ཡང་དག་པ་ཇི་ལྟ་ལྟ་ནས་བྱེད་དགོས་ཀྱི་འདུག་བསམ་པའི་བློ་ལ་ངེས་ཤེས་ལྷང་ལྷང་མ་གཅིག་གི་བར་དུ། ངེས་པར་འཆི་བ་དང་ནམ་འཆི་ངེས་མེད་དེ་བསམ་བློ་བཏང་རྗེས། འོ་འདུག་ཟེར་ཐུབ་པ་ཡིན་ན་དེས་འཇིག་རྟེན་འདི་རིང་དུ་མི་གནས་པ། འཆི་བ་རྗེས་སུ་དྲན་པ་དེའི་དབང་གིས་ནི་ཕྱི་མ་དོན་གཉེར་གྱི་བློ་ཞེས་བྱེད་ཀྱི་ཡོད་རེད། ཕྱི་མ་དོན་གཉེར་གྱི་བློ་ལ་བརྟེན་ནས་འཆི་བ་ཆུང་ངུའི་ལམ་གྱི་རིམ་པ་དེ།

ཚེ་འདི་ལ་འབྱུང་བ་འདུལ་བ་ལ་བརྟེན་ནས་ཕུང་པོ་གྲུབ་པ་འདི་ཉམས་རྟོགས་རྣམ་ཤེས་ཀྱི་སྤྱི་ཡོངས་རེད། ཕུང་པོ་ཁ་བྲལ་བའི་རྗེས་ལ་ཕུང་པོ་ཉམས་པའི་རྗེས་ལ་ཡང་རྣམ་ཤེས་དེའི་རྒྱུན་ཆད་འགྲོ་བ་རེད། དེ་འདྲ་ཡིན་ན་སྐྱེ་བ་སྔ་ཕྱི་མེད་ངེས་ཡིན་ན་སྟབས་བདེ་བོ་རེད། བྱས་ཙང་ཚེ་འདི་ལ་གང་འདུལ་བ་དེ་བྱས་ཆོག་ཡ་རེད་ཅེས་ད་ལྟ་སྐྱེ་བ་ཕྱི་མ་ལས་དང་འབྲས་བུའི་རྣམ་ཤེས་ལ་སོགས་བསམ་བློ་བཏང་མི་འོང་བ་ཅིག་ནི་འདྲ་གི་རེད། ད་དེ་འདྲ་མ་རེད། དེ་འདྲ་མིན་པ་དེ། ལྕི་བ་ཕྱི་མ་ཡུལ་བ་སྟེ་བཞི་བོ་གཅིག་ཡིན། གནས་ཚུལ་གསལ་བོ་དང་ར་འཕྲུལ་བོ་རེད། དེ་ལ་ཡང་ད་ལྕི་བ་ཕྱི་མ་སྒྲུབ་པའི་རིགས་པ་མང་པོ་ཡོད་རེད་དེ་དེ་ཚོ་ནང་ནས་ད་གལ་ཆེ་ཤོས་ར་བ་དེ། རིགས་འདྲ་ངོས་བཟུང་གི། རིག་པ་དང། མྱོང་བ་ངོས་བཟུང་གི་རིག་པ་དང། དངོས་སུ་དྲན་པ་ཡོད་པའི་རིག་པ། དེ་ཚོའི་ཐོག་ནས་སྐྱེ་བ་ཕྱི་མ་དེ་འགྲུབ་ཀྱི་ཡོད་རེད། རིགས་འདྲ་ངོས་བཟུང་གི་རིག་པ་ཟེར་དེ་ག་རེ་རེད་ཞེ་ན། གསལ་རིག་གི་སེམས་དེ་ད་ལྟ་ང་ཚོའི་རྣམ་རྟོག་གི་ལོ་ཐམས་ཅད་ཀྱི་རྩ་བ་ར་བ་དེ་ཤིན་ཏུ་ཕྲ་བའི་སེམས་གསལ་རིག་གི་སེམས་དེ།

སྤྱི་བ་འདིའི་སྔོན་མ་ནས་དེ་འདྲའི་མང་པོ་བྱས་བསྡད་པའི་མྱོང་བ་ཡོད་པ་དེའི་རྒྱུ་མཚན་གྱིས་ཡོང་བསྡད་ཀྱི་ཡོད་རེད་བ། ད་ད་ག་ནང་བཞིན་སྤྱི་བ་སྔ་མ་གསལ་བོ་བྱས་ནས་དྲན་མཁན་ཡང་མང་པོ་ཡོང་གི་ཡོད་རེད། དྲན་མཁན་དེ་ཚོས་ད་ད་ག་ཅིག་བློ་འཁྲུལ་བ་རེད་ཟེར་དེ་འདྲས་ཀྱི་ད་རྒྱུ་མཚན་བཤད་ཀྱི་ཡོད་རེད། དེ་བློ་འཁྲུལ་བ་མ་ཡིན་པར་དྲན་པ་ནང་བཞིན། ངོས་བཟུང་ཟུར་འཇུག་རང་ཚང་མ་ར་འཕྲོད་པ་དེ་འདྲའི་སྟབས་མང་པོ་ཡོང་གི་ཡོད་རེད་དེ་འདྲའི་གནས་ཚུལ་བསྡུ་རུབ་བྱས་ནས་སྒྲུང་གཞི་སྒྲུང་དུ་བཟོ་ར་བྲིས་བྱས་པ་དེ་འདྲའི་མང་པོ་ཡོང་གི་འདུག་ད་བརྒྱ་ཕྲག་མང་པོ་ཡུལ་ལུང་ཚང་མའི་ནང་ལ་ཆུ་ལ་དད་པ་ཡོད་མིན་ཅི་རིགས་ཀྱི་ནང་ལ་ཚང་མའི་ནང་ལ་ཡ་ལྕི་བ་སྔ་ཕྱི་ཁས་ལེན་མཁན་དང་མི་ལེན་མཁན་ག་རེ་ཡིན་པ་ཡིན་ནའི་ཚང་མ་ལ་དེ་ལྕི་བ་ངོ་མ་དྲན་པ

དེ་འགྲོ་རེད་གཙོ་བོ་དེ་ངན་དེ་ལས་རེད་ད་ལས་དེ་ལ་བཟོད་དང་མེད་དེ་ཉོན་མོངས་དེ་རེད། ཨང་དེ་འདྲ་ཡིན་ཙང་ད་སྐྱེ་བ་ཕྱི་མ་ག་པ་ཕྱི་དང་མ་ཕྱི་དེ་རང་གི་རྒྱུད་ལ་ཡ་དགེ་བའི་ལས་སྟོབས་ཆེ་བ་ཅིག་ཡོད་རེད་མི་དགེ་བའི་ལས་སྟོབས་ཆེ་བ་ཅིག་ཡོད་རེད་དེ་བཞིན་རྒྱུད་བཅས་པ་ཡིན་ན་ད་ངན་སོང་འགྲོ་ས་རེད།

འཇིག་རྟེན་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པའི་རྗེས་ལ་ཡ་ད་འཇིག་རྟེན་ཕྱི་མར་འཆི་བར་ཇི་ལྟར་འགྱུར་བ་འགྲོ་བ་ཉིད་ཀྱི་དུས་སུ་བསམ་པ་སེ་ཡ་སྟེ་ཁོ་འབྲལ་སྤང་བྱ་དང་དུ་སུ་རེད། ད་ད་རིང་རབ་ཀྱིས་ཤི་བ་ཡིན་ན་དགའ་བ་ཅི་ས་རེད། ལས་སྟོབས་ཆེ་བ་བཟང་པོ་ལ་སྟོབས་ཆེ་བ་ཆགས་ཀྱི་འདུག་པས་ལས་ངན་པ་སྟོབས་ཆེ་བ་ཆགས་ཀྱི་འདུག་དེའི་ཞུ་དག་ཞིག་བཏང་པ་ཡིན་ན། ག་དུས་ཡིན་ནའི་ང་རང་ཚོས་ལས་ངན་པ་དེ་སྟོབས་ཆེ་བ་ཡོད་རེད་དེ་ཡིན་ཙང་ང་ནི་འགྲོ་ཡག་གི་ཉེན་ཁ་ཞིག་ད་ཡོད་བསྡད་པ་ཅི་རེད་ད་ངན་སོང་ནི་ཅི་བ་ཡིན་ན་ངན་སོང་ད་ནས་སོང་གཙོ་ཆེ་བ་རེད་བ་ཅི་ངན་སོང་གི་ནས་སོང་ཟེར་ནས་ལབ་གི་ཡོད་རེད་ད་ངན་སོང་གི་ནས་སོང་ཟེར་ཡ་དེ་དམྱལ་བའི་འཇིག་རྟེན་དུད་འགྲོའི་འཇིག་རྟེན་ཡི་དྭགས་ཀྱི་འཇིག་རྟེན་དམྱལ་བ་ཡི་དྭགས་དུད་འགྲོ། གསུམ་པོ་དེ་ངན་སོང་གསུམ་ཅན་དང་ཡོངས་གྲགས་ཀྱི་དེ་རེད། ད་དམྱལ་བ་ཡི་དྭགས་དུད་འགྲོ་ངན་སོང་གསུམ་པོ་ག་འདྲས་ཅི་ལ་ལྕི་བ་ཡིན་ན་ཡང། ད་སྡུག་བསྔལ་ག་ཚོད་ཡོད་རེད་དེ་བྱས་དེ། རང་གི་སེམས་ལ་མ། བགྲང་བྱ་ར་བ་ཅིག་བརྒྱབ་བྱས་ད་དེ་འདྲས་ཅི་ལ་དེ་རིང་རང་སང་ལྕི་བ་ཡིན་ན། ཨ་ལས་ངན་ལ། ནམ་འཆི་ལ་ངེས་པ་མེད་པ་ཡིན་ཙང་དེ་རིང་སང་ཉིན་ར་བ་ཅིག་ཤི་བ་ཡིན་ན། ཨ་ནི་སྐྱེ་བ་ཕྱི་མ་དེ་ག་འདྲའི་ཅི་ཡོང་ས་རེད་རང་གི་རྒྱུད་ལ་དགེ་བའི་ལས་སྟོབས་ཆེ་བ་ཅིག་ཚེ་འདི་ལ་ད་སྐྱེ་བ་སྔ་མ་ཅིག་དེ་དྲན་གྱི་ཡོད་མ་རེད་དེ་ཚེ་འདི་སྐྱིད་པ་ནས་ད་ལྟ་བར་དུ་ཉིན་རེ་ཉིན་རེ་དགེ་བའི་ལས་སྟོབས་ཆེ་བ་བསགས་འདུག་མི་དགེ་བའི་ལས་སྟོབས་ཆེ་བ་ཅིག་བསགས་འདུག་དེ་དྲང་བཤད་བྱེད་ཀྱི་ཡིན་ན་ད་ཕྱི་མ་སྐྱེ་བ་དགའ་བ་ལེན་པ་དེ་ཚོད་པ་བྱེད་ཐུབ་ཡ་རབས་ཅིག་རེད། ད་ངན་སོང་ལ་སྐྱེ་བ་ཡིན་ན་ངན་སོང་སོང་གི་སྡུག་བསྔལ་འདི་བྱེད་དེ།

ཟ་བྱེད་དང་པོ་ར་བ་དེ་རེད། འཇིག་རྟེན་ཕྱི་མ་དོན་གཉིས་ཀྱི་བློ་སྐྱེས་པ། ལྟ་འཇིག་རྟེན་ཕྱི་མ་དོན་གཉིས་ཀྱི་བློ་སྐྱེས་པ་འཇིག་རྟེན་ཕྱི་མ་འདུལ་བའི་ཐབས་བསྟན་པ་གཉིས་ཀྱི་ནང་ནས་འཇིག་རྟེན་ཕྱི་མ་དོན་གཉིས་ཀྱི་བློ་ག་རེ་སྐྱེ་དགོས་ཞེ་ན། སྔ་ཕྱི་མ་ཐུབ་པ་ཤེས་ཡ་ཡིན་ཙང། ཚེ་འདི་ལས་ཕྱི་མ་ཤུ་དག་རིང་བ་དེ་ད་གསལ་བོ་ཅན་བློ་ལ་ཤར་གོང་དུ་སྒོ་ནས་བལྟས་པ་ཡིན་ན་ད་གོ་གསལ་བོ་ཆགས་ཡ་གྱི་རེད་དེ་གསལ་བོ་ཆགས་སོང་ན་ད་ཕྱི་མ་ངན་སོང་ལ་སྐྱེས་པ་ཡིན་ན་དམྱལ་བ་ལ།

དམྱལ་བ་ཆེན་པོ་རྣམས་ལ་ཚ་བའི་སྡུག་བསྔལ། གྲང་དམྱལ་ལ་གྲང་བའི་སྡུག་བསྔལ། ཉི་ཚེ་ཉི་སྒོར་གྱི་དམྱལ་བ་རྣམས་ལ་ཡང་དེ་ནི་ཚ་དམྱལ་གྲང་དམྱལ་དང་མཐུན་པའི་སྡུག་བསྔལ། ད་ཉི་ཚེ་བའི་དམྱལ་བ་ཟེར་བ་དེ། གནས་ངེས་མེད་ལ་ཡུལ་བ་ས་ཡི་སྟེང་ལ་ཡུལ་བ་དེ་འདྲ་རེད། འོན་དེ་འདྲ་ཡིན་ཙང། དམྱལ་བའི་སྡུག་བསྔལ་འདི་ཆེ་སྟེ། ཞེས་ཚ་པོ་བྱས་ནས་བསམ་བློ་བཏང་རྗེས། ད་ད་ལྟ་ང་རང་ཚོས་ལག་པ་ཕྲན་བུས་ཅི་མ་བཟོས་པ་དང། མི་ཚགས་བརྒྱབ། ཕོག་པ་ཡིན་ནས་ལུས་ལ་མི་གཙང་རབ་ཅིག་ཕོག་པ་ཡིན་ནས། ན་ཟུག་གི་སྡུག་བསྔལ་ཆེན་པོ་ཅིག་མི་བཟོད་པ་ཅིག་ལམ་སང་འདི་ལ་བྲལ་ཡག་གི་ཐབས་ཅིག་བྱེད་ཡག་ཡོང་གི་འདུག་ཨང། ད། བསྐལ་པ་ནས་བསྐལ་པའི་བར་དུ་འཚང་སྙན་གྱི་ནང་ལ་མི་ཁྲག་འཐང་ནས་བསྡད་དགོས་ཡག་དང་གྲང་སྙན་གྱི་ནང་ལ་བའི་ཆ་སྐད་བརྒྱབ་ནས་བསྡད་དགོས་ཡག་བྱུང་བ་ཡིན་ན། དམྱལ་བའི་ཚེ་ཚད་དེ་ཐུང་ཐུང་མ་རེད་ཧྲག་རིང་པོ་རེད། དམྱལ་བའི་ཚེ་ཚད་དེ་ཚོས་ངེས་པ་བྱེད་འདུག་ཟེར་ནས་བསམ་བློ་བཏང་པ་ཡིན་ན།

བསམ་བློ་བཏང་ནས་ད་གལ་སྲིད་ང་ཚོ་ནག་ཚོང་དེ་འདྲའི་ཅིག་ལ་ལྕི་བ་ཡིན་ན་ཨ་ནི་སུ་ལ་ཡོང་ས་མ་རེད་བསམ་པའི་ནག་ཚོང་གི་སྡུག་བསྔལ་གྱི་རིམ་པ་དེ་ཚོ་རགས་རིམ་ཙམ་གྱི་བློ་ལ་མ་ཤར་གོང་བཅད་ཐུབ་ན་ཨ་ནི་དེས་བློ་ལ་འགྱུར་བ་ཐེབས་ཡག་གི་བྱེད་པར་ཤེས་རྟགས་ཡོད་རེད། ད་ནག་ཚོང་གི་སྡུག་བསྔལ་འདི་ཚོ

བདག་ཉིད་ཀྱིས་ལ་ཤ་ཁུང་མདོར་བསྡུས་བྱེད་པའི་སྐབས་ལ་ཡང་དེ་ཚོ་དག་རེ་རེ་བཞིན་ནས་བསམ་ཡས་གོ་སྐབས་མེད་པ་ཡིན་ཙང། བདག་རགས་པ་ཙམ་གྱིས་བསམ་པ་ཡིན། བདག་དེ་འདྲ་ཡིན་དུས་སྐབས་ལ་ཡང། ནམ་ཞིག་འཆི་བའི་ཚེ་ལ། ངན་སོང་ངན་འགྲོ་ལོག་པར་ལྟུང་བའི་གནས་དེ་ཚོ་ལ་མི་ཅི་ཡག་གི་གདེང་ཚོད་ཅིག་འདུག་གས་མི་འདུག་གས་རང་གིས་རང་ལ་བརྟག་དཔྱད་བྱས་པ་ཡིན་ན། འདི་གདེང་ཚོད་ཡོད་མ་རེད། ད་གདེང་ཚོད་མེད་པ་ཡིན་ཙང་ད་ག་རེ་བྱེད་དགོས་རེད་ཟེར་ན་དེ་ལས་སྐྱབས་པའི་སྐྱབས་གནས་ཀྱི་རྩལ་དགོས་ཡོད་རེད་སྐྱབས་གནས་ཀྱི་རྩལ་ནི་དེ་ལ་སྐྱབས་སུ་འགྲོ་དགོས་ཡོད་རེད་བྱས་ཙང་ད་སྐྱེ་བ་ཕྱི་མ་ངན་སོང་དུ་འགྲོ་ཡག་གི་ཞེད་སྣང་ཅིག་རང་གི་བློ་ལ་ལྷད་སོང་ན་ཨ་ནི་ངན་སོང་དེ་ལས་སྐྱབས་མཁན་གྱི་སྐྱབས་ཀྱི་རྩལ་ཡག་གི་འདོད་པ་དེ་རང་བཞིན་གྱིས་སྐྱེ་ཡོང་གི་རེད་ད་སྐྱེས་བུ་ཆེན་པོའི་ལམ་སྔོན་ལྟ་བུ་དེ

ངན་སོང་གི་སྡུག་བསྔལ་བསམ། དེ་ལས་འཇིགས་པའི་འཇིགས་སྐྲག་སྐྱེ། དེ་ལས་སྐྱོ་བའི་གནོད་པ་དཀོན་མཆོག་ལ་གཡོལ་བ་ཡིད་ཆེས་ནས་དཀོན་མཆོག་ལ་སྐྱབས་འགྲོ་བྱེད། དེ་ནས་སྐྱབས་འགྲོ་ལ་བརྟེན་ནས་སྐྱབས་འགྲོའི་ལྷ་བརྒྱ་དང་ཁྱབ་བྱེད་དུ། ལས་འབྲས་ཚུལ་བཞིན་དུ་བསྲུང་ཡ། མི་དགེ་བའི་ལས་གཉིས་པ་སྟོབས་བཞི་ཚང་བའི་སྒོ་ནས་བཤགས་པ་བྱེད་ཡ་དང། དགེ་བའི་ལས་གང་ཐུགས་ཅི་ཐུབ་ཀྱིས་བསྒྲུབ་ཡ།

སྤྱི་བོ་ཟུང་གི་ལམ་གྱི་རིམ་པ་སོ་སོ་ལ་ཡང་སྐྱབས་འགྲོའི་ངོ་བོ་དེ་མི་འདྲ་བ་ཡོད་པ་ཡིན་ཙང་འབྱེད་པའི་རང་བཞིན་དེ་མི་འདྲ་བ་ཡོད་རེད་བྱས་ཙང་སྤྱི་བོ་ཆུང་ངུའི་ལམ་གྱི་རིམ་པ་བློ་སྦྱང་བའི་སྐབས་ལ་ཡང་སྐབས་འདིའི་འབྱེད་པ་དེ་གཙོ་བོ། ངན་སོང་གསུམ་གྱི་སྡུག་བསྔལ་ལ་འཇིགས་པའི་འཇིགས་པ་དེ་དང་སྤྱི་བོ་ཆུང་ངུའི་སྐྱབས་འགྲོའི། བརྗོད་ན་འདི་རེད། ད་དེ་ལས་སྐྱོབ་པའི་ནུས་པ་དེ་དཀོན་མཆོག་ལ་ཡོད་པར་ཡིད་ཆེས་པའི་ཡིད་ཆེས་དེ་ཡོང་ཡ་ལ་ཡང་ཐོག་མར་སྐྱབས་ཡུལ་དཀོན་མཆོག་གསུངས་པ་དེ་ངོས་བཟུང་དགོས་ཡ་རེད། སྐྱབས་ཡུལ་དཀོན་མཆོག་གསུངས་ཟེར་ཡ་དེ། སྐྱབས་སྟོན་པ་པོ་སངས་རྒྱས་དཀོན་མཆོག། སྐྱབས་དངུལ་ཆུའི་དཀོན་མཆོག། སྐྱབས་སྒྲུབ་པའི་ཟླ་གྲོགས་དགེ་འདུན་དཀོན་མཆོག་སུ་བྱས་ནས་ད། ཁོ་བོ་དང་ངན་སོང་གི་སྡུག་བསྔལ་ལས་སྐྱབས་པར་བྱེད་པའི་སྐྱབས་གནས། གང་ལ་སྐྱབས་སུ་འགྲོ་བའི་ཡུལ་དེ་ལྟ། དཀོན་མཆོག་གསུམ་ལ་གྲངས་ངེས་པ་རེད། དཀོན་མཆོག་གསུམ་ལས་ཉུང་ན་ཡང་མི་འགྲིག་མང་ན་ཡང་མི་གོ་བ་བྱས་ནས་གྲངས་ངེས་པ་རེད་དེ་ཡིན་ཙང་ད་སྐྱབས་ཡུལ་དཀོན་མཆོག་ངོས་བཟུང་ཡ་དེ་སྐྱབས་འགྲོའི་ལམ་གྱི་ཉམས་སུ་སྐྱབས་འགྲོའི་ལམ་ཉམས་སུ་ལེན་པའི་ཐོག་མ་དེ་སྐྱབས་ཡུལ་ངོས་བཟུང་བ་འདི་རེད། ད་སྐྱབས་ཡུལ་ངོས་བཟུང་ཟེར་དུས་ག་ལ་སངས་རྒྱས་ཆོས་དགེ་འདུན་སྡེ་གསུམ་པོ་དེའི་ངོ་བོ་དེ་ར་བ་ཙམ་གྱིས་ངོས་ཟིན་དགོས་ཡ་དེ་གལ་ཆེན་པོ་རེད། ང་ཚོ་ནམ་རྒྱུན་གཞུང་ཆེན་མོ་ལ་དུད་ཚང་མེད་མཁན་གྱི་གང་ཟག་ཕལ་པ་དེ་ཚོས་སངས་རྒྱས་སི་ཏུའི་བཀའ་ལ་ཅོག་གི་སྤྲུལ་གི་མཛད་པ་ཅན་གྱི་བྱུང་རབས་ཀྱི་ནང་ལ་ཡོད་པའི་སངས་རྒྱས་ཤཱཀྱ་ཐུབ་པ་སངས་རྒྱས་རྣམ་སྲས་སངས་རྒྱས་འཁོར་བ་འཇིག་ལ་སོགས་པ་དེ་འདྲའི་གཅིག་ལ་གོ་བ་མ་གཏོགས། སངས་རྒྱས་རང་གི་སྐུ་བཞིའི་བདག་ཉིད། ག་རེ་ཡོད་པ་དེ་གསལ་བོ་བྱས་ནས་གོ་བ་རྙེད་ཡ་ག་བོ་རེད་བ། དེ་ནི་བཟའ་ཟླ་སྤྱི་དང་ང་ཚོས་སངས་རྒྱས་ངོས་འཛིན་བྱེད་ཡ་རེད་བ་དེ་གང་ཟག་ཕལ་པའི་མཇལ་དུ་ཡོད་པ་དེ་མཆོག་གི་སྤྲུལ་སྐུ་མཛད་པ་ཅན་གྱི་སངས་རྒྱས་དེ་ཚོ་རེད། དེ་ནི་རང་ལ་དངོས་སུ་མཇལ་དུ་ཡོད་པ་དེ་སངས་རྒྱས་ཀྱི་ངོ་བོར་སྤྱོད་པའི་བླ་མ་དེ་ཚོ་རེད། བྱས་ཙང་ཅི་ཙང་སངས་རྒྱས་ཟེར་ཡ་དེ། ང་ཚོའི་བོད་སྐད་ནང་ལ་ཚིག་རྡོག་རྡོག་ཅན་ལབ་པའི་སྐབས་ལ་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཟེར་ནས་ལབ་གི་ཡོད་རེད། སྐྱོན་ཀུན་ཟད་ཟེར་དུས་སྐབས་ལ་སྤང་བྱའི་སྒྲིབ་པ། ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་བག་ཆགས་དང་བཅས་པ་ཐམས་ཅད་སྤང་ཚར་བ་ཡིན་ཙང་སྐྱོན་གྱི་ཆ་ཅི་ཡང་མེད་པ་ཅིག་ཆགས་ཀྱི་རེད། ཉོན་སྒྲིབ་དང་ཤེས་སྒྲིབ་གཉིས་ཀ་སྤངས་པའི་རྒྱུ་མཚན་གྱིས། སངས་རྒྱས་ཀྱི་ཐུགས་རྒྱུད་ཀྱི་རྣམ་པ་ཐམས་ཅད་འབྱིན་པའི་ཡེ་ཤེས་དེ་ག་འདྲའི་རྒྱུ་བ་རེད་ཟེར་ན། ཆོས་ཐམས་ཅད་དུས་རྒྱུན་དུ་ལ་ཚིག་ཏུ་སྐྱུ་རུ་ར་བྱ་བ་ལྟ་བུ་འབད་རྩོལ་མེད་པར་མངོན་སུམ་དུ་ཕྱིན་པའི་རྣམ་པ་ཐམས་ཅད་འབྱིན་པའི་ཡེ་ཤེས་ཟེར་ཡ། ད་དེས་ཇི་ལྟ་བ་དང་ཇི་སྙེད་པའི་ཆོས་ཉིད་ཆ་ལོ། ཇི་ལྟ་བ་དང་ཇི་སྙེད་པའི་ཆོས་སུ་ག་ལ། ཀུན་རྫོབ་དང་དོན་དམ་གྱི་ཆོས་ཉིད་ཆ་ལོ། འཕགས་ལམ་གྱི་གནས་སྐབས་སུ་ཡང་དོན་དམ་པ་ལ་མཉམ་པར་བཞག་པའི་སྐབས་ལ་ཀུན་རྫོབ་ཀྱི་སྣང་བ་དེ་ཡོང་གི་ཡོད་མ་རེད། ཀུན་རྫོབ་ཀྱི་ཆོས་ལ་སྣང་བ་སླེབས་པའི་སྐབས་ལ་ཡང་དོན་དམ་པའི་མཉམ་བཞག་དེ་བསྡད་ཀྱི་ཡོད་མ་རེད། མཉམ་རྗེས་རིང་འཇོག་བྱེད་དུ་འགྲོ་བར་ཐལ། སངས་རྒྱས་ཀྱི་ས་ལ་མཉམ་རྗེས་དབྱེར་མེད་ཇི་ལྟ་བ། སྟོང་པ་ཉིད་ཀྱི་དོན་དང་རྗེས་གཉིས་པ་ཀུན་རྫོབ་ཀྱི་ཆོས་ཡོངས་སུ་རྫོགས་པ་དེ།

དེ་ནས་གདུལ་བྱ་ཐུན་མོང་བའི་མཇལ་དུ་རུང་ཡང་གི། སངས་རྒྱས་ཀྱི་སྤྲུལ་པ་དེ་ཅི་ལ་ཡང་སྤྲུལ་བའི་སྐུ་བསྐྱེད། ཨོ་ད་སྐུ་གསུང་གི་བདག་ཉིད་ཅན་དེ་འདྲས་ཅི་ལ་ཡང་སངས་རྒྱས། ད་ཆོས་ཐམས་ཅད་མངོན་སུམ་དུ་གཟིགས་པ། ཆོས་ཐམས་ཅད་མངོན་སུམ་དུ་གཟིགས་པ་ཙམ། མངོན་སུམ་དུ་གཟིགས་པ་དེ་ཡན་རིང་འཇོག་གི་ཚུལ་དུ་མ་ཡིན་པ། ཅིག་ཅར་དུ། ཀུན་རྫོབ་དང་དོན་དམ་པའི་ཆོས་གཉིས་འཇའ་ལུས་ཅི་ཆར་དུ་སྲིད་པའི། གང་ཟག་དེ་འདྲའི་ཆེད་ལ་སངས་རྒྱས་སྲིད་ལ་གོ་བ་རེད། བྱས་ཙང་སངས་རྒྱས་དེ་རང་བགྱིས་པ་ཐམས་ཅད་ལས་གྲོལ་བ། གཞན་བགྱིས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ། ཀུན་ལ་ཐུགས་རྗེ་ཆེན་པོ་ཉེ་རིང་མེད་པར་འགྱུར་བ། ཕན་བཏགས་མ་བཏགས་ཐམས་ཅད་དོན་མཛད་པ་ཡིན་ཙང་སངས་རྒྱས་དེ་ལྟར་སྐྱབས་སུ་ཡོད་པའི་རྒྱུ་མཚན་འདི་ཕྱིའི་སྒོ་ནས་སྐྱབས་བདུན་པ་པོ་ཚད་མའི་སྤྱི་བོ་དེ་ལྟ་སངས་རྒྱས་ཀྱི་ཆོས་ཐམས་ཅད་མངོན་སུམ་དུ་གཟིགས་པ་ཡིན་ཙང། གང་གསུངས་པ་དེ་བདེན་པ་དང་མཚན་མར་གཅིག་མ་གཏོགས་ནོར་འཁྲུལ་གཅིག་མེད་པ་རེད་ཨང་ཡིན་ཙང་ཚད་མའི་སྤྱི་བོ་འདི་ལྟ་བུ་དང་འདི་སྐྱབས་བདུན་པ་པོ་ལྟ་འཁོར་བ་དང་ངན་སོང་གི་སྡུག་བསྔལ་ནས་སྐྱབས་པར་བྱེད་པའི་སྐྱབས་དངོས་དེ་ག་རེ་རེད་ཅེ་ན་ཆོས་ཀུན་མཆོག་གཟིགས་ཡ་དེ་རེད། ཆོས་ཀུན་མཆོག་གཟིགས་ཡ་དེ་ལམ་ཉམས་སུ་ལེན་པའི་ལམ་གྱི་བདེན་པ། སློབ་པའི་ལམ་གྱི་གནས་སྐབས་ལ་ཕྱག་བྱ་བ་ཡིན་ན། སྟོང་ཉིད་བསྡུ་བའི་བློ་དང། དག་སྣང་ཞིང། དེའི་རྗེས་ཐོགས་ལ་ཡུལ་བའི་དག། ཕ་རོལ་ཕྱིན་པ་དྲུག་ལ་གསོལ་བ་འདི་འདྲ་ལ་སྤྱོད་པ་སྤྱད་པའི་བློ་འདི་སྤྱད་དེ། ད་ལམ་གྱི་ངོ་བོ་དེ་རེད། དཔེར་ན་སྤྱི་བོ་ཆུང་ངུ་ལྟ་བུ་ལ་ཕྱག་བྱ་བ་ཡིན་ན། མིག་གི་རྒྱུ་བོང་གི་ཚུལ་ཁྲིམས་ཚུལ་བཞིན་དུ་བསྲུང་ཡང་དེ་སོ། ད་ལམ་གྱི་ངོ་བོ་དེ་རེད། དེ་ལྟ་བུ་དེ་ལ་ཡང་ཆོས་ཀུན་ཆོས། དེ་ནས་དགེ་འདུན་དཀོན་མཆོག་སི་ཡ་དེས་རང་ཉིད་ཀྱི་ཆོས་དཀོན་མཆོག་ལ་སྐྱབས་སུ་མཆི་ནས་སྐྱབས་སུ་མཆི་ནས་ཆོས་དཀོན་མཆོག་དེ་རང་གི་རྒྱུད་ལ་ལྕི་བར་ཆོས་དཀོན་མཆོག་གི་སྐྱབས་སྟངས་དེ་རང་གི་རྒྱུད་ལ་ལྕི་ནས་སྐྱབས་དགོས་རེད་མ་གཏོགས་ཆོས་དཀོན་མཆོག་དེ་གཞན་དག་ཅིག་ལ་བཞག་ནས་ཡར་དུ་བཞག་ནས་དེ་ལ་ཕྱག་དེ་མཆོད་པ་ཕུལ་ནས་བྱ་ཡག་གལ་ཡོད་མ་རེད། དེ་ཡིན་ཙང་ཆོས་དཀོན་མཆོག་རང་རྒྱུད་ལ་ལྕི་བར་བྱེད་པ་ལ་ཡར་འགྲོགས་བྱེད་དགོས་ཡོད་པ་ཡིན་ཙང། འོན་དེ་འདྲ་ཡིན་ཙང་ད་བླ་མ་དགོན་པ་མཚོའི་སྐྱབས་གནས་དཀོན་མཆོག་གསུམ་པོ་དེ་སྨན་པ་དང་སྨན་དང་ནད་གཡོག་ལ་དཔེ་སྦྱར་ནས་གསུང་ཡག་དེ་འདི་རེད། ན་ཚ་ཚབས་ཆེན་གཅིག་གིས་ན་བདེ་བའི་ནད་པ་མཐོ་པོ་མགོ་ལྕོག་རྒྱག་མ་ཐུབ་ངེས་ཅིག་ཡོད་པ་ཡིན་ན་དེ་ལ་ཡང་དང་པོ་དེ་སྨན་བཅོས་ག་རེ་བྱེད་དགོས་ཡོད་མེད། བསླབ་བྱ་རྒྱག་མཁན་གྱི་སྨན་པ་ཚད་དང་ལྡན་པ་ཞིག་དགོས་ཀྱི་ཡོད་རེད། ཁོ་བ་དང་ངན་སོང་གི་སྡུག་བསྔལ་ནང་ལ་ལྷུང་བསྡད་པའང་འདིར་དཔྱད་དེ། རྒྱུ་ག་རེ་ལ་བརྟེན་ནས་ལྷུང་བ་རྐྱེན་ག་རེ་ལ་བརྟེན་ནས་བྱུང་བ་འདི་འདོར་བའི་ཐབས་ག་རེ་ཡིན་པ་འདི་བསྟན་མཁན་དེ་སངས་རྒྱས་མ་གཏོགས་ཡོད་མ་རེད། རྗེས་སུ་སངས་རྒྱས་ལ་སྐྱབས་སྟོན་པ་པོ་སི་ཡ་དེ་གང་ལྟར་སངས་རྒྱས་དེའི་སྨན་པ་དང་འདྲ་བ་རེད། ནད་ཀྱི་རྒྱུ་ཆེན་དང་ནད་ཀྱི་ངོ་བོ་ཕྱེས་ནས་འདི་ལ་ཡ་སྨན་ག་རེ་གཏང་དགོས་པ་ཕྱིན་ཅི་དེ་གསུང་མཁན་དེ་རེད། ད་ནད་ལས་གྲོལ་བར་བྱེད་པའི་རྒྱུ་དངོས་དེ་སྨན་དེ་རེད། སྨན་པ་མཁས་པ་ཡོད་ན་ཡང་སྨན་ཡག་པོ་ཡོད་པ་ཡིན། ནད་པ་གིས་སྨན་དེ་མ་བཟས་པ་ཡིན། སྨན་དེ་ལུང་མ་བཅད་པ་ཡིན། སྨན་དོན་ལ་བཞག་པའི་ཕན་ཐོགས་ཡང་གལ་ཡོད་མ་རེད་པ། ད་ག་ནང་བཞིན་ཆོས་དཀོན་མཆོག་དེ་རང་གི་སེམས་རྒྱུད་ཀྱི་ནང་ལ་ཡང་ལྕི་བར་བྱེད་ཡག་གི་ཐབས་ཤིག་བྱས་ཏེ་ད་ཆོས་དཀོན་མཆོག་དེ་སྐྱབས་དངོས་ཡིན་ཟེར་ཡག་དེ་རེད། དཔེར་ན་ངན་སོང་དུ་སྐྱེ་ཡག་གི་རྒྱུ། མི་དགེ་བའི་ལས་རབ་ཀྱིས་རང་གི་རྒྱུད་ལ་ས་ལ་མ་ཉམས་པར་ཡོད་པ་ཡིན་ན། ད་ལྟའི་འབྲས་བུ་མ་འབྱིན་གོང་ནས་མྱུར་བུ་ལྟོ་ཞིག་ཚང་བའི་སྒོ་ནས་ཤ་རྡུང་བྱེད་ཡག་གི་འབད་རྩོལ་དེ། ཤ་རྡུང་བྱེད་པའི་རིམ་པ་དེ། ད་ངན་སོང་ནས་ལྡོག་པའི་ལམ་དངོས་འདི་རེད་ཆོས་ཀུན་སྦྱོར་དངོས་ནི་དེ་རེད། མི་དགེ་བ་བཅུ་ལ་སོགས་པ་དམིགས་པའི་ལས་ལ་ཡང་མི་འཇུག་པས་སྤོང་སེམས་དང་སྤོང་སེམས་དེས་དྲངས་པའི་མི་དགེ་བའི་ལས་ལས་བཟློག་པ་དེ་ལྟ་ཆོས་ཀུན་སྦྱོར་དངོས་འདི་རེད། ད་སྨན་པ་ཡག་པོ་དང་སྨན་བཟང་པོ་བཅུས་པ་ཡིན་ནས་སྨན་དེ་དུས་ཐོག་ལ་སྤྲད་ནས་རྒྱུན་དུ་ལྟ་རྟོག་བྱེད་ངེས་ཀྱི་ནད་གཡོག་ཅིག་མེད་པ་ཡིན་ན་མི་འགྲིག་པ་ནང་བཞིན། སྐྱབས་འགྲོ་ལས་འབྲས་ལ་སོགས་པའི་ལམ་ག་འདྲས་ཉམས་སུ་ལེན་པ་ཡིན་ནའི་བཀའ་འདྲི་ཞུ་ས། མི་འབོད་ཡར་ལྟ་བྱེད་ས། རོགས་ཞུ་ས་གི་དགེ་འདུན་དཀོན་མཆོག་ཅིག་མེད་པ་ཡིན་ན་མི་འདྲི་བ་ཡིན་ཙང་བག་བའི་དགེ་འདུན་ཟེར། ད་དགེ་འདུན་དཀོན་མཆོག་ཞེས་པ་དེ་བར་ལམ་ཐུབ་པའི་གང་ཟག་ཚང་མ་ལ་དགེ་འདུན་དཀོན་མཆོག་གི་གྲས་འགྲོ་གི་རེད། བར་ལམ་མ་ཐུབ་པའི་གང་ཟག་ཡིན་པ་ཡིན་ན་དགེ་སློང་དགེ་སློང་མ། དགེ་ཚུལ་དགེ་ཚུལ་མ་ལ་སོགས་པ་འོ་དེ་བཅས་དེ་གཞི་སྒྲ་ཡན་ཆད།

ད་ནུས་པ་ཡོད་པ་དེ་ག་འདྲས་ཟེར་བཞིན་གྱི་རེད་ཟེར་ན། ད་གོང་དུ་ཞུས་པ་ནང་བཞིན་རེད། སངས་རྒྱས་ནི་ཅུང་ཀུན་བཟའི་ཡོན་ཏན་ཀུན་ལྡན་ཡིན་པ་ཡིན་ཙང་སྐྱབས་སྟོན་པ་པོའི་གང་ཟག་ཚད་མེད་སྤྱི་བོ་ཡིན་པ་དེ་ལས་སླ་བ་ཇི་བཞིན་དུ་རེད། ད་སྐྱབས་དངོས་ཆོས་དཀོན་མཆོག་དེ་འདི་པོ་འགི་དྲུག་གི་བྱ་བ་དེ་རེད། འདི་པོ་འགི་དྲུག་གི་བྱ་བ་དེ་ལ་བརྟེན་ནས་ལས་འབྲས་མི་ལྷོ་བ་ཡིན་ཙང། དེའི་རྒྱུ་མཚན་གྱིས། ཆོས་དཀོན་མཆོག་དེ་ལྟ་དངོས་སུ་སྐྱབས་སྨན་དང་མཚུངས་པ་ཡིན་པ་དེ་ངེས་པ་ཉིད་དུ་ཡ་ཆེ་རེད། ད་སྐྱབས་འགྲོ་བའི་མདའ་གྲོགས་བར་པའི་དགེ་འདུན་བྱས་ནས་འགྲིག་གི་འདུག་ད་གང་ལྟར་སྐྱབས་འགྲོ་བའི་མདའ་གྲོགས་སུ་དང་སུ་ཡིན་ནས་ཆོས་གྲོགས་ཚང་མ་ལོ་ད་དགེ་འདུན་དང་ཕྱོགས་མཚུངས་པ་ར་བ་ཅི་རེད་ཨང་དེ་འདྲའི་བྱིན་ལ་ཆགས་ཟེར་ནས་ད་དེ་གསུམ་པོ་དེ་ལ་ནི་སྐྱབས་སུ་ཡུལ་བ་དེ་ཤེས་སོང་ན། སྐྱབས་ནུས་པ་དེ་ཤེས་སོང་ན་ཨ་ནི་རང་གི་བསམ་བློའི་ནང་ལ

ལམ་ལ་བསླབ་པའི་གང་ཟག་གི་ངོ་བོ་ལ་བྱས་ནས་རང་ཉིད་ལ་གྲོགས་མཛད་མཁན་ཡིན་པ་དང་རང་ལ་སྐྱབས་ཀྱི་ཟླ་གྲོགས་ཡིན་པར་ངོས་བཞེས་ནས་དེ་ལ་ཡང་སྐྱབས་སུ་འགྲོ་གི་ཡིན་བསམ་པས། ད་སྐྱབས་འགྲོའི་ངོ་བོ་དངོས་དེ་ག་རེ་རེད་ཅེ་ན། བློ་ལན་གཅིག་སྐྱེས་ནས་སངས་རྒྱས་ལ་སྐྱབས་བསྟེན་པ་པོའི་འདུ་ཤེས། ཆོས་ལ་སྐྱབས་ཀུན་གྱི་འདུ་ཤེས། དགེ་འདུན་ལ་སྐྱབས་སྒྲུབ་པའི་ཟླ་གྲོགས་ཀྱི་འདུ་ཤེས་ལྡོག་ཏུ་མེད་པ་ཅིག་རང་གི་སེམས་ལ་སྐྱེས་ནས། ད་འདུ་ཤེས་དེ་མི་འདྲ་བ་ཞིག་བྱུང་བ་ཡིན་ན། འདི་ལྟ་བུ་དེ་ལ་སྐྱབས་འགྲོ་ཟེར་བ་རེད། ད་སྐྱབས་འགྲོ་ཟེར་ཡ་དེའི་དོན་ལ་བསམ་བློ་བཏང་པ་ནང་བཞིན་ཚིག་ཏུ་བརྗོད་པ་ཡིན་ནས། ད་བླ་མ་ལ་སྐྱབས་སུ་ཆུག་སངས་རྒྱས་ལ་སྐྱབས་སུ་ཆུག་ཟེར། ཆོས་ལ་སྐྱབས་སུ་ཆུག་དགེ་འདུན་ལ་སྐྱབས་སུ་ཆུག་ཟེར་ནས། སྐྱབས་སོང་རེ་རེ་ལ་ཡང་སྐྱབས་སུ་ཆུག་ཞེས་པའི་ཚིག

ཚིག་ངག་ནས་སྐྱོ་བ་ཙམ་གྱིས་འགྲིག་ཡོད་མ་རེད་དོན་དག་འདི་ཡིད་ལ་བསམ་དགོས་ཡ་གལ་ཆེན་པོ་རེད། སྐྱབས་འགྲོའི་བྱེད་རྩོལ་དེ་ལས། སྤྱི་དང་སྐྱབས་གནས་དཀོན་མཆོག་གསུམ་གཟིགས་ཡོད་རེད་དེ་ལྟར་ང་ཚོ་བི་བའི་སྐྱབས་འགྲོའི་ནང་ལས་མང་ཆེ་བ་སྐྱབས་འགྲོ་བཞི་སྐོར་བྱས་ནས་སངས་རྒྱས་ཀྱི་ནང་ནས་བླ་མ་ཆེད་དུ་སྟོན་བྱས། ད་དེ་བརྒྱུད་ནས་གསུངས་པའི་ཚུལ་གྱིས་རེད། སྤྱི་དང།

སངས་རྒྱས་ལ་སྐྱབས་སུ་འགྲོ་བའི་ཚུལ་འདི་ལ། སྤྱིར་འདོད་གསུང་གི་སངས་རྒྱས་ཐམས་ཅད་དང། རང་ལ་དངོས་སུ་ལམ་སྟོན་མཁན་གྱི་བླ་མ་སྡེ་གཉིས་པོ་དེ་དབྱེ་བ་ཕྱེ་ནས། བླ་མ་ལ་སྐྱབས་སུ་ཆུད་ཟེར་དང་པོ་འདོད་ནི་སངས་རྒྱས་ལ་སྐྱབས་སུ་བཅས་ཏེ་ངེས་པར་འདུན་པའི་ལོ་ཚོད་དུ་སུ་རེད། ཡེ་ནས་བླ་མ་དང་སངས་རྒྱས་གཉིས་ཆར་ལོ་དཀོན་མཆོག་གསུང་ལ་བརྩི་བའི་སྐབས་ལ། སངས་རྒྱས་དཀོན་མཆོག་ལ་བརྩི་བ་མ་གཏོགས་བླ་མ་དཀོན་མཆོག་ཟེར་ཡག་འདི་ལོགས་སུ་མི་བརྩི་བ་རེད། སྐྱབས་འགྲོའི་སྐབས་ལ་བླ་མ་ལ་སྐྱོབ་ཟེར་ཡག་གི་ཚིག་དེ་འདོན་པ་ཡིན་ཙང་བར་ལམ་གཅིག་ལ། ནུབ་ཕྱོགས་པ་དག་དེ་བ་ཐུན་མོང་ཡོད་མེད་མང་པོས་བོད་ཀྱི་ཆོས་དེ་བླ་མའི་ཆོས་རེད་ཟེར་ནས། ལ་ཡག་གི་རྒྱུ་མཚན་རབ་གཅིག་བསྟི་གནང་བྱ་གི་ཡོད་རེད། ཡེ་ནས་དེ། བླ་མ་དང་སངས་རྒྱས། དབྱེར་མེད་པ་དེ་བཞེངས་དགོས་བ་རེད། སྐྱབས་འགྲོ་བྱེད་ཚུལ་ཁ་ཤས་ལས། ཡི་དམ་གྱི་ལྷ། ཁྱད་པར་བ་དེ་ཚོ་ལས་ཟུར་དུ་སྐྱབས་འགྲོ་བྱེད་མཁན་དེ་འདྲའི། ཁྱོ་ག་མང་པོའི་ནང་ལ་ཡོད་རེད།

སྐྱབས་དེ་ལ་ཡང་སྐྱབས་གནས་དཀོན་མཆོག་གསུམ་གྱི་ནང་ལ་འདོད་འགྲོ་བ་ཅན་མ་གཏོགས་དཀོན་མཆོག་གསུམ་ལས་གཞན་པའི་སྐྱབས་ཅིག་ཡོད་མ་རེད། བྱས་ཙང་བླ་མ་དང་སངས་རྒྱས་བླ་མ་དཀོན་མཆོག་དང་སངས་རྒྱས་དཀོན་མཆོག་ཟེར་ཡ་དེ་གཉིས་ཆ་ལོ་སངས་རྒྱས་དཀོན་མཆོག་གི་ཁོངས་སུ་གཏོགས་པ་ཅིག་རེད། ད་ག་ནང་བཞིན་མགོ་བསྟན་དང་ལམ་བསྟན་དེ་དང་དེ་མཚུངས་ཀྱི་གནས་སྐབས་ཀྱི་མི་དགེ་བཅུ་སྤོང་ལ་བཟོ་བའི་ཚུལ་ཁྲིམས་ལ་བཟོ་བ་དེ་ཚོ་ཡང་ལམ་མམ་ལམ་བསྟན་གྱི་ནང་ལ

ཡང་ནས་ཡང་དུ་བྱས་ནས་སྐྱབས་འགྲོ་དེ་དག་རྒྱུད་ལ་སེམས་རྒྱུད་ལ་འདྲེ་ངན་བཞིན་པ་ཅིག་བྱེད་ཡ་དེ་ད་སྐྱེས་བུ་ཆུང་ངུས་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པའི་ཡན་ལག་གཙོ་ཆེ་བ་ཅིག་ཏུ་བྱ་དགོས་པ་རེད། བྱས་ཙང་འཇིགས་པ་ཡང་ཡང་སྐྱེ་ཡིད་ཆེས་ཡང་ཡང་སྐྱེ་རུ་བཅུག་རྒྱུ་མཚན་བསམ་བློ་བཏང་ནས་སྐྱེས་དགོས་ངོ་ཐང་རྒྱུ་མཚན་བསམ་བློ་བཏང། ད་རྒྱུ་མཚན་དེ་ཚོ་ལ་བརྟེན་ནས་བློ་ལ་ངེས་པ་གཉིས་པ་ཅིག་ཆགས་སོང་ན། དེ་ནི། དེ་ནི་ཡང་བློ་ལན་གཅིག་སྐྱེས་པས། ད་སངས་རྒྱས་ལ་སྐྱབས་སྟོན་པ་པོའི་ངོ་བོར་བསྟན་གྱི་ཡིན་སངས་རྒྱས་ཀྱི་བཀའ་ལས་མི་འདའ་བར་བྱེད་ཀྱི་ཡིན། ཆོས་འདི་རང་གི་རྒྱུད་ལ་གཅེས་པར་བྱེད་ཀྱི་ཡིན།

རྗེས་འབྲེལ་གཟིགས་བར་བས་ད་སྐྱབས་འགྲོ་རྒྱུད་ལ་སྐྱེས་པའི་རྗེས་ལ། གང་ལྟར་དཀོན་མཆོག་གསུང་ལ་སྐྱབས་གནས་ཡང་དག་སུ་ཁས་བླངས་ནས་འདི་ལ་སྐྱབས་སུ་སོང་བའི་རྗེས་ལ་ཡ། འབྲིང་ལམ་ཁེལ་དགོས་ཡ་མང་པོ་ཡོད་རེད་འདི་ལ་སྐྱབས་འགྲོའི་ལྷ་བརྒྱ་ཟེར་གི་རེད། སྐྱབས་འགྲོའི་ལྷ་བརྒྱ་དེ་ཡག་པོ་བྱས་ནས་མ་གསུངས་པ་ཡིན་ན་ཨ་ནི་སྐྱབས་འགྲོ་བྱེད་པའི

དཀོན་མཆོག་གསུམ་པོ་རེ་རེ་ལ་ཡང་དགའ་བའི་ལྷ་བརྒྱ་དང་སྒྲོལ་བའི་ལྷ་བརྒྱ་བཅས་འདུག་གསུངས་པའི་ཚུལ་བཅས་ཡོད་རེད་ད་གང་བྱེད་སངས་རྒྱས་ལ་སྐྱབས་སུ་འགྲོ་བ་ཡིན་ཙང་འཇིག་རྟེན་པའི་ལྷ་ལ་སྐྱབས་གནས་སུ་མི་འཛིན་པ། འཇིག་རྟེན་པའི་ལྷ་ལ་སྐྱབས་གནས་སུ་མི་འཛིན་པ་ཟེར་ཡ་དེ་འཇིག་རྟེན་པའི་ལྷ་ཟེར་ཡ་དེ་ཕ་ལམ་མ་འཐོབ་པའི་ད་སྲུང་མ་དང། གཅིག་གིས་གཞི་བདག་ལ་སོགས་པ་དེ་འདྲའི་མང་པོ་ཡོད་རེད་བ། ང་ཚོས་ནང་པའི་ཆོས་འབྱུང་སྲུང་མའི་ནང་ལོགས་ལས། འཇིག་རྟེན་པའི་ངོ་བོར་གྱུར་པའི་ཆོས་འབྱུང་སྲུང་མ་དང་འཇིག་རྟེན་ལས་འདས་པའི་ངོ་བོར་གྱུར་པའི་ཆོས་འབྱུང་སྲུང་མ་ཟེར་ནས་དབྱེ་བ་གཉིས་སུ་ཕྱེ་གི་ཡོད་རེད། ཆོས་འབྱུང་སྲུང་མ་ཁ་ཤས་ངོ་བོ་འཇིག་རྟེན་ལས་འདས་པ་ཡིན་ན་ཡང་རྣམ་པ་འཇིག་རྟེན་པའི་ཚུལ་བཟུང་ནས་བྱུང་བའི་དེ་འདྲའི་མང་པོ་ཡོད་རེད། བྱས་ཙང་ངོ་བོ་འཇིག་རྟེན་ལས་འདས་པ་ཡིན་ན་ཡང་རྣམ་པ་འཇིག་རྟེན་པའི་ཚུལ་བཟུང་ན་འཇིག་རྟེན་པའི་གྲངས་བརྩི་དགོས་རེད། དེ་ཚོ་ལ་ཡང་ཕྱག་འཚལ་ཡག་དང། སྐྱབས་འགྲོ་བྱས་སུ་མི་འགྲོ་བ་རེད། གསང་དང་གཏོར་མ་འདྲེན་ཡག་དང། ཕྱིའི་ལས་ཀ་བསྐོས་ཡག་དེ་ནི་འགྲིག་གི་ཡོད་རེད། འཇིག་རྟེན་པའི་ལྷ་ལ་ཡང་གསང་དང་གཏོར་མ་སྦྱིན་ཡག་ད་ཕྱི་རོལ་བའི་ལྷ། དབང་ཕྱུག་ལ་བསུ་བ་དང་ཁྱབ་འཇུག་ལ་བསུ་བ་དང་ཚངས་པ་ལ་བསུ་བ་དེ་ཚོ་ཡང་འཇིག་རྟེན་པའི་ལྷ་རེད།

ཡི་གེ་ཚིག་འབྲུ་ཁ་ཤས་སྦྱིན་པ་ཡིན་ན་ཡང། དགུང་ཡོལ་ལ་སོགས་པ་དེ་འདྲའི་མི་བྱེད་ཡ་བྱས་ནས། རྩ་ཆེན་པོ་བརྩི། དགེ་འདུན་ལ་སྤྱོད་དུ་སོང་བའི་རྒྱུ་མཚན་གྱིས། རབ་ཏུ་བྱུང་བ། ཚུལ་ཁྲིམས་འཆལ་བ་བྱེད་ཡིན་པ་ཡིན་ནས་ལྟ་ཙམ་འཛིན་པ་ཙམ་གྱིས་ཡིན་པ་ཡིན་ནས་དེ་ལ་ཡང་བརྙས་སྨོད་མི་བྱེད་པ་གུས་ཞབས་བྱེད་ཡ་ལ་སོགས་པ། ཨོ་འདོད་བྱས་ནས་སྐྱབས་འགྲོའི་ལྷ་བྱ་སྤྱད་དེ། བསྲུང་དགོས་ཡ་དང། ད་དེ་ལས་གཞན་པའི་ཡང་གཅིག་གལ། སྤྱི་ཡོངས་ཀྱི་ལྷ་བྱ་སྤྱད་པ་ཡིན་ན། དཀོན་མཆོག་གསུམ་གྱི་ཡོན་ཏན་དྲན་ནས། ཡང་ནས་ཡང་དུ་སྐྱབས་སུ་འགྲོ་ཡ། དེ་ནས། དཀོན་མཆོག་གསུམ་གྱི་བཀའ་དྲིན་དྲན་ནས། ཅི་བསགས་ཅི་འཐུང་ཕུལ་ཞིག་མཆོད་ཡ། ང་ཚོའི་ནམ་རྒྱུན། ཆོས་ལྡན་གྱི་ཞིང་གི།

ཉུང་མཐའ་ལས་ཉི་མའི་སྐབས་ལ་ཐེངས་གསུམ་ཚེ་ནང་སྐབས་ལ་ཐེངས་གསུམ། ང་ཚོ་ཐུན་དྲུག་བླ་མའི་རྣལ་འབྱོར་ནང་སྐྱབས་འགྲོ་ཐེངས་དྲུག་འདོན་ཡ་དེ་སྐྱབས་འགྲོ་ལྷ་བརྒྱའི་ཆེད་དུ་རེད། རྗེས་སང་ཉིན་ལས་སུ་མཚན་ལས་སུ་དང་སྐྱབས་སུ་འགྲོ་ཡ། དེ་ནས་དཀོན་མཆོག་སྲུང་མེ་སྤོང་བ། དཀོན་མཆོག་སྲུང་མེ་སྤོང་བ་ཟེར་ཡ་དེ། སྲོག་དང་བཞི་གའི་ཆེད་དུ་ཡང་མེ་སྤོང་བ་ཟེར། ད་སྲོག་གི་ཆེད་དུ་མི་སྤོང་བ་ཟེར་ཏེ། དཔེར་ན། དཀོན་མཆོག་བློས་མ་བཏང་ན་ཟས་ཀྱི་ཡིན་ཟེར་རབ། བཙན་དབང་གི་ཐོག་ནས་ཆོས་ལུགས་སྒྱུར་ངན་རབ་དེ་འདྲས་བྱུང་བའི་སྐབས་ལ་ཡབ། ད་ཁྱེད་རང་ཆོས། དཀོན་མཆོག་བློས་མ་བཏང་པ་ཡིན་ན། སྲོག་ལ་འགྲོ་གི་རེད་ཟེར་ཡིན་ན་སྲོག་བཏང་ཡ།

གྲངས་དེ་ད་དེ་འདྲར་ཕྱིན་པ་རེད་འོན་ཏེ་ད་བར་སྐྱབས་འགྲོ་ལྷ་བྱ་ལ་བསླབས་པ་ཡིན་ན། དེ་ནས་སྤྱི་བོ་ཆུང་ངུའི་ལམ་གྱི་རིམ་པ་ལས་ཡ། སྤྱི་བོ་ཆུང་ངུའི་ལམ་གྱི་རིམ་པ་ལས་ཡ། ཉམས་སུ་ལེན་པའི། ད། འགོ་འཛུགས་རབ་ཏུ་བྱུང་བ་རེད། སྐྱབས་འགྲོའི་ལྷ་བྱ་མ་འགལ་བ་ཞིག་བྱས་པ་ཡིན་ན། མི་དགེ་བའི་བྱ་བ་མང་པོ་ཅིག་དེ་ནང་ནས་འགག་འགྲོ་གི་རེད། དགེ་བའི་བྱ་བ་མང་པོ་ཅིག་དེ་རང་བཞིན་གྱིས་འགྲོ་ཡོང་གི་རེད།

ལས་དང་ལས་ཀྱི་འབྲས་བུའི་རྣམ་གཞག་འདི་ལ། ལས་དགེ་བ་ལས་འབྲས་བུ་བདེ་བ་ཡོང་ཡག་དང། ལས་མི་དགེ་བ་ལས་འབྲས་བུ་སྡུག་བསྔལ་ཡོང་ཡག། འདི་ཡི་གནས་ཚུལ་དེ། རིགས་པའི་ལམ་ནས་ཐག་ཆུད་པ་ཇི་བཞིན་པའི་ཐོག་ནས་ཨེ་ནི་ལས་དང་ལས་ཀྱི་འབྲས་བུའི་རྣམ་གཞག་འདི་བསམ་བློ་ནང་ཡག་པོ་གྱིས་འཁོར་ཐུབ་པ་བྱེད་ཡག་དེ། རྗེ་བོ་ཆུང་ངུའི་ལམ་གྱི་དག་ཆ་ཞེས་གཉིས་པ་ར་བ་དེ་རེད། ལས་འབྲས་ཚུལ་བཞིན་དུ་མ་སོང་བ་ཡིན་ན་ཕྱི་མ་སྔོན་དུ་དགོས་དབང་ཐོབ་ཡག་གི་རེ་བ་བྱས་ཡ་མེད་པ་རེད་ཕྱི་མ་ངན་སོང་གྲོལ་ཡག་གི་རེ་བ་བྱས་ཡ་མེད་པ་རེད། ངན་སོང་ནི་གྲོལ་ཡག་དང་སྔོན་དུ་ཐོབ་ཡག་གི་ཐབས་དངོས་དེ་ག་རེ་རེད་ཅེ་ན། ལས་འབྲས་ཚུལ་བཞིན་དུ་སོང་ཡག་དེ་རེད་ལས་འབྲས་ཚུལ་བཞིན་དུ་སོང་ཟེར་དུས་ག་ལ་ལས་དགེ་བ་བསྒྲུབ། ལས་མི་དགེ་བ་སྤོང། ཨ་ཐུག་བཅས་དེ་རེད། ལས་དགེ་བ་དེ་གྲི་སོགས་ཕུད་སོགས་ཀྱི་ཚུལ་དུ་བསྒྲུབ་ཡ་དང། ལས་མི་དགེ་བ་དེ། ཕྲ་མོ་ཅིག་ཡིན་ན་ཡང། མི་དགོས་པར་བཙོན་འདོན་བྱེད་གལ་སྲིད་ལས་མི་དགེ་བ་གསར་བ་དེ་འདྲ་བྱུང་སོང་ན་ལམ་སང་ལམ་སང། སྔོན་གྱི་གོང་མ་ཚོའི།

ལས་འབྲས་ཀྱི་རྣམ་གྲངས་སྟོན་པའི་ཚུལ་དེ་ལྟ་དེ་ཞི་བ་དེ་རེད། ལེགས་ཉེས་པ་སེལ་ཡ་དེ་ག་རེ་ལ་གོ་བ་རེད་ཟེར་བྱས་ན། ངན་ཚུལ་དེ་ལ་རྣམ་པ་གཉིས་རེད། ལས་ཀྱི་ས་ཕྱིན་ཆད་ལ། དགེ་བའི་ལས་ཡིན་ན་ཁོང་ཁྲོའི་བཅོམ་པའམ། མི་དགེ་བའི་ལས་ཡིན་ན། གཉིས་པ། སྟོབས་ལྡན་གྱི་ཐོག་ནས། སྟོབས་བཞི་ཚང་བའི་སྒོ་ནས་ཤར་བ་བྱས་ནས་དག་པ། དེ་གཉིས་གང་རུང་གཅིག་མ་འབྱུང་བ་ཡིན་ན། འབྲས་བུ་ངེས་པར་དུ་འབྱིན་གྱི་རེད། དུས་ལ་བབ་མཐུན་རྐྱེན་བྱུང་སོང་ན་འབྲས་བུ་ངེས་པར་དུ་འབྱིན་གྱི་རེད། ལས་ངེས་པའི་ཚུལ་གཅིག་དེ་འདྲ་རེད་ཅི་རེད། དཔེར་ན་ས་བོན་གྲུང་པོ་གཅིག་ལ་ཆ་མཚོན་པ་ཡིན་ན།

འབྲས་བུ་ངེས་པར་འབྱུང་བའི་མིན་པ་ཡིན་ཙང་ལས་ངེས་པ་ཟེར་དེ་ཅི་རེད། ད་ལས་ངེས་པའི་དོན་དག་གཙོ་བོ་རེད་པ་ག་རེ་རེད་ཟེར་ན། དགེ་བའི་ལས་ཀྱིས་འབྲས་བུ་བདེ་བ་ཡིན་པ་ངེས་པ་དང། མི་དགེ་བའི་ལས་ཀྱིས་འབྲས་བུ་སྡུག་བསྔལ་ཡིན་པ་ངེས་པ། ལས་དགེ་སྡིག་འདྲེས་མ་གཅིག་བསགས་པ་ཡིན་ན་ཡང་འབྲས་བུ་བདེ་བ་སྡུག་བསྔལ་སོ་སོ་རང་ལ་ཡ་ཐ་དད་དུ་བས། སྨིན་གྱི་ཡོད་པ་ད་དེ་ཚོ་སྔོན་གྱི་བྱུང་རབས་དང་རྣམ་ཐར་ལ་སོགས་པ་དེ་འདྲའི་མང་པོའི་ནང་ལ་ལས་ངེས་པའི་ཚུལ་དེ་ངེས་པ་འབྱེད་ཡག་གི་ཆེད་དུ་རྣམ་ཐར་མང་པོ་ཡོང་གི་འདུག་འོན་ཏེ་དེ་ཚོ་བྱས་ནས་བྱས་ཙང་ལས་དགེ་བ་ལས་འབྲས་བུ། བདེ་བ་དང། ལས་མི་དགེ་བ་ལས་འབྲས་བུ་སྡུག་བསྔལ་ངེས་པ་ཡིན་ཙང་དེ་ལ་ཡང་ལས་ངེས་པར་སེལ། ད་ལས་ཕལ་ཆེ་བ་སེལ་ཏེ། ལས་ཆུང་ཆུང་ཅིག་བསགས་པ་ཡིན་ན་ཡང། འབྲས་བུ་ཆེན་པོ་གཅིག་ཡོང་ཡག་གི། ཁོ་རང་ཁོ་རང་བཞིན་གྱིས་ཡར་སྐྱེད་བྱ་སྟེ་མ་བཟུང་ན་འཕེལ་འགྲོ་ཡག་ཅིག་རེད། དཔེར་ན་ཤིང་སྡོང་ཆེན་པོ་དེ་ཚོའི་ས་བོན་ཆུང་ཆུང་ཅིག་མ་གཏོགས་ཡོད་མ་རེད་པ། ནས་སྐོར་དེ་ཤིང་འདྲ་བོ་ཅིག་ལ་ཕྱག་བཙུམ་པས་ན་དེའི་ས་བོན་དེ་ཡུངས་འབྲུ་ཙམ་གྱིས་མ་གཏུགས་ཡོད་མ་རེད། ཡུངས་འབྲུ་ཙམ་གྱི་ས་བོན་དེ་བཏབ་བཞག་པ་ཡིན་ན་ནས་སྐོར་དེ་ཡར་སྐྱིད་ཡོང་དུས་སྐབས་ལ་ཕྱི་གའི་ས་ཆ་དཔག་ཚད་ཅི་ཙམ་ཁྱབ་ཐུབ་ཡག་གི་ཤིང་སྡོང་ཆེན་པོ་དེ་འདྲའི་དཀྱིལ་ནས་ཕྱིར་འཇུས་ན་སྐྱིད་ཡོང་འདུག་འོན་དེ་འདྲ་ཡིན་ཙང་ཕྱིའི་རྒྱུ་འབྲས་ལ་དེ་ཙམ་གྱི་ཕལ་ཆེ་བ་ཡོད་པ་ནང་བཞིན་ནང་གི་རྒྱུ་འབྲས་ལ་ཡང་ཀྱི་ཚིག་རྩུབ་རེ་ཟུང་སྨྲས་པ་ལ་བརྟེན་ནས་སྤྱི་བ་མང་པོ་ངན་སོང་གི་གནས་སུ་ལྷུང་ཡ་དང། ཚིག་བ་ཕྲན་བུས་བྱས་པ་ལ་བརྟེན་ནས་སྤྱི་བ་མང་པོ་ངན་སོང་གི་གནས་ན་ལྷུང་ཡ་ལ་སོགས་པ། ལས་དེ་ཕལ་ཆེ་བ་ཟེར་དུ་སུ་རེད། ད་ལས་མ་བྱས་པ་དང་མི་འཕྲད་པ་ཟེར་ཡ་དེ། རང་གི་ལས་ཀྱི་ས་མེད་པ་ཡིན་ན་འབྲས་བུ་ཡོང་ཡ་མེད་པ་རེད། དཔེར་ན། དམག་ལ་བསུ་བ་དེ་འདྲའི་སྐབས་ལ

ལས་བྱེད་པ་ཆུད་མི་ཟ་བ་བསད་དེ་ལས་ཀྱི་ས་ཡོད་ན་ཨ་ནི་དེ་ཆུད་ཟོས་འགྲོ་ཡ་གལ་ཡོད་མ་རེད། འབྲས་བུ་སྨིན་པའི་སྐབས་དེ་ལ་ཡང་ངེས་པར་དུ་སྨིན་ཡ་ཡིན་ཙང། ལས་བྱེད་པ་ཆུད་མི་ཟ་བ། འོ་འདུག་ཟེར་ནས། ཨ་ནི། ལས་འབྲས་སྤྱི་ཡི་རྣམ་གཞག་དེ། ལས་ངེས་པ་དང།